རྣམ་པ་ལྷན་རྒྱས་སྐུ་ཁམས་བཟང་ཐེངས་འདིའི་དམིགས་བསལ་ལེ་ཚན་དུ་ཉིས་སྟོང་ཉི་ཤུ་རྩ་དྲུག་ལོའི་སྲིད་སྐྱོང་འོས་མི་སྐུ་ངོ་སྐལ་བཟང་རྡོ་རྗེ་དབུ་དཀར་ཚང་ལགས་སུ་བཅར་འདྲི་ཁ་ཤས་ཞུ་གི་ཡིན། སྐུ་ངོ་ལ་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་རྡོ་རྗེ་ལགས། སྐུ་ངོ་ལ་བགྲོ་བྱ་བཞག་པའི་ནང་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ལའི་སྲིད་སྐྱོང་འོས་མི་ལས་གཞི་བྱས་རྗེས་དངོས་སུ་སྲིད་སྐྱོང་ལས་འདེམས་ཐོན་བྱུང་མེད་ན་ཡང་མི་དམངས་ཀྱི་རྒྱབ་སྐྱོར་ཚད་མཐོན་པོ་ངང་ནས་འོས་གྲངས་བརྒྱ་ཆ་ཚད་མཐོན་པོ་ཐོབ་བཞིན་དུ་བྱུང་ཡོད་རེད་ད་ལན་ཉིས་སྟོང་ཉི་ཤུ་རྩ་དྲུག་ལོ་ལས་སླར་ཡང་འབོད་སྒྲ་གསུམ་གྱི་ཐོག་ནས་སྲིད་སྐྱོང་ལས་བྱེད་ཅིག་དེ་འདྲ་ཆགས་བསྡད་ཡི་འདུག་ད་ཞིག་སྒྲ་དེ་ཚོའི་ཐོག་ལ་བགྲོ་གླེང་མ་ཞུས་གོང་ལས་ཁུངས་ཀྱི་ཉེ་ཆར་རང་བྱང་རིགས་དང་ཡུ་རོབ་ཀྱི་ས་ཁུལ་ཁག་ཅིག་ལས་དེའི་འོས་བསྡུའི་དྲིལ་བསྒྲགས་བཀོལ་སྤྱོད་གནང་བཞིན་ཐུགས་སུ་བྱུང་སོང། སྐབས་དེ་དུས་མི་མང་ཚོ་གིས་ཀྱི་རྒྱབ་སྐྱོར་གྱི་རྣམ་པ་རེ་ཚད་རེ་ག་འདྲ་རེ་བྱུང་སོང་སྐུ་ངོ་ལས་རེ་བ་འདྲ་བ་ཅིག་ག་འདྲ་རེ་བྱུང་སོང། ཨོ་ད་རེས་ལྷ་རེས་རྡོ་རྗེ་ལགས་ད་ལྟ་འོས་བསྡུ་གྱི་དྲིལ་བསྒྲགས་ཀྱི་ལྟ་ཆེད་དུ་དུ་བ་ས་གནས་ཁག་ཁ་ཤས་ཤིག་ལ་འདུག་ཟེར་བྱ་ཡ་བྱུང་སོང་ཨ་རི་དང་ཁྱེད་འདྲ་འདྲ་དང་ནི་དེ་ཡོ་རོབ་ལ། རེད་ད་ག་བ་ཆེན་འདི་ནས་ད་རེས་རྒྱབ་སྐྱོར་ཤུགས་ཆུང་པོ་ཞིག་འདུག་འདུག་བ་ད་ཚོགས་ཁང་ནང་མི་མང་པོ་ཞིག་འདུག་ཕེབས་སོང་ཨ་རེ་མང་པོ་ཅིག་གཏམ་བཤད་ཚར་བ་ཞུ་ལ་འདུག་འདུག་ཅིག་ག་ལ་བོར་ད་ལག་པ་དང་ག་དང་ཁ་བརྡ་གཡོར་བ་ཁ་བརྡ་སྤྲད་ག་དང་འདི་ན་ཞིག་མང་པོ་ཞིག་གར་སོང་འདུག་ཞུས་པ་ཡིན་ན་ད་ད་རེས་སྐལ་རྡོར་ལགས་ཞང་པོ་དེ་མཐོ་ཆས་ནང་ཟེར་བ། ང་ཚོའི་གདའ་སྐྱིད་བཙན་བྱོལ་གྱི་དམངས་གཙོ་དེ། སྲུང་སྐྱོབ་གནང་བ་དེ་མཐོ་ཆས་ནང། འདི་ཅིག་ཡང་མང་པོ་ཅིག་གསུང་གི་འདུག་ཨ་ནི་དེ་ནས། ད་ལྟ་བདེ་རེད་ཤག་ཁར་ས། ད་རིང་མ་འདྲ་ཅིག་བདེ་རེད་ཤག་འདོགས་ཅིག་ལ་ད་ལྟ་ང་ཚོ། ས་གནས་ཁག་མང་པོ་ཆེ་ནང་ལ་སྙིགས་མ་ནི་ལོ་ལྔའི་སྙེ་ལ་ད་ང་ད་རེ་ཡོད་དུ། ད་ལྟ་འོས་མི་ཐེངས་གཉིས་པ་དེ་འདུག་ལངས་པའི་གནས་སྟངས་ཆེ་བོ་རེད་བ། སྙིགས་མ་ལོ་ལྔའི་སྙེ་ལ་རྒྱབ་སྐྱོར་མ་བྱེད་ཡས་ད་རེ་ཡང་ག་ལ་གང་འཚམ་ཅིག། ས་གནས་མང་པོ་ཞིག་ནང་ཚོགས་ཁང་ནང་ཕེབས་ཀྱི་འདུག་ཕེབས་པ་མ་ཚད་ཨ་ནི་གཏམ་བཤད་སྒྲུབ་པ་དང། ཐུགས་ཁག་ཡོང་གི་འདུག་ཨ་ནི་ཁ་ས་ལག་པ་བཏང་གི་འདུག་ཨ་ནི་འདི་གསུང་གི་འདུག་ཁ་ས་ད་རིས་བེད་ཀྱི་ཁ་ལོར་ད་བྱ་བ་ལམ་ལོ་ཡོང་ཡིན་གྱི་འདུག་སྨོན་ལམ་ཡོད། ཨ་ནི་ཁ་ཤས་ཀྱི་ཞལ་འདེབས་གནང་གི་འདུག་ར་བ་ལོ་ད་འདི་ངེད་ཀྱི་དངོས་གནས་ད་གྱི་བ་ཡག་པོ་ཞིག་རེད་བསམ་གྱི་འདུག་ཁོང་ཚོ་ཡིན་པས་ནས་སོ་སོས་ཀྱི་ད་ཅི། ཡང་དགོངས་པ་གསར་བ་ཅིག་བཞེས་ནས་ད་རེས་ཡིན་ནའི་ད་ཅིག་འགྱུར་བ་འགྲོ་གི་ཡོད་པ་རྣམ་པ་ཅིག་རེད་བསམ་གོ་དེ་འདྲ་ཡིན་ཙང་ད་རེས་འཚོ་བ་དཔེ་ཡག་པོ་འདུག་ཨ་ནི་རྒྱབ་སྐྱོར་ཤུགས་ཆུང་པོ་ཅིག་འདུག་ད་རེས་གནང་གི་ཡོད་པའི་གདའ་འདུག་ང་རང་དེ་འདྲའི་འཚོ་བ་རེ་བྱུང་སོང་ཨ་ནི་སོ་སོ་གལ་ཡིན་པས་ནས་ད་རེས་དངོས་གནས་རེ་བ་ཡག་པོ་འདུག་བསམ་གི་འདུག་ལགས། ལགས་སོ། ད་ད་ལན་ཅིག་སྲིད་སྐྱོང་གི་འོས་མི་ལས་གཞན་པ་ཙམ་མ་ཡིན་པ་ཅིག་དྲིལ་བསྒྲགས་ཀྱི་དེ་ཚོ་ཡིན་ནའི་དཔེ་མི་སྲིད་པའི་དེ་སྐུ་ངོས་རང་གི་ད་དེ། སྐུ་ངལ་ལ་མ་འཛེམས་པ་ཅིག་ཕེབས་བསྡད་ཡོད་འདུག་དེ་ཚོ་མེད་པས་ན་ཡང་ང་ཚོ་ཀྱི་འོས་བསྡུའི་གི་ལས་རིམ་དེ་ཡང་གཉིད་ཁུག་པའི་སོ་ར་བཅས་ཆགས་ཡོང་གི་འདུག་ད་ཡིན་ནའི་འོས་མི་ལས་མ་ཤེས་ངེས་ལ་ཡིན་པས་ནི་སྐུ་ངོས་ཀྱི་ཅིག་བོད་དོན་དང་ཅིག་རྩ་དོན་འཐབ་རྩོད་དེ་འདྲ་ག་ལ་ཕྱག་ལས་མང་པོ་ཞིག་གནང་པའི་ནང་ལོགས་ནི་ཅིག་ལོ་མང་པོ་ཅིག་རིང་ལས་སྐུ་ངོས་ཀྱི་དེ་ཅིག་ཨེ་ཤེ་ཡ་རང་དབང་གླིང་གླིང་སྟེགས་ལས་ནི་ཅིག་གསར་དུ་བཙུགས་རྗེས་ནི་དེའི་རྒྱུ་ནི་ཅིག

བཀའ་ཤག་གོང་མའི་གི་འོག་ལ་ཨ་ནི་དོ་ས་ཞབས་ཞུ་ཞུ་བ་ཡིན་གོ་སྐབས་བཟང་པོ་ཞུ་ཞེས་རག་གསུང། ཨ་ནི་ད་ཉིས་སྟོང་ཉི་ཤུ་རྩ་གཅིག་གི་འོས་བསྡུ་གི་དེའི་ལས་རིམ་དེ་བསྒྲུབས་ནས་ཕྱིན་ནས་ད་འདས་པའི་ལོ་ལྔའི་ནང་ལོགས་ལ་སྤྱི་བདག་མི་མ་དཀྱུས་མ་ཕྱིན་སུད་ཙི་ལན་ལ་བསྡད་ཡོད་ཡིན་ནས་སོ་སོ་འགན་ཅི་རེད་བསམ་ནས་རོ་པ་ཨ་ནི་ད་ད་ངའི་གི་ད་ལོ་བཞི་ཟིན་ཡ་ལ་རེད། དེ་འདི་ཚོགས་པ་ཆུང་ཆུང་ཞིག་བཙུགས་ཡིན་ད་ད་ཨེ་ཤ་ཡ་རང་དབང་ལིང་ཏན་སེ་ཡ་ད་རེད་ལོང། ད་འདི་བཙུགས་གོ་ཨེ་མི་གཙོ་བོ་འདི་དོ་ཞིག་ལ་འདི་ཡིན་ང་ཚོ་ནམ་རྒྱུན་བོད་དོན་ཐོག་ལ་དོ་ས་ལས་འགུལ་སྤེལ་གི་ཡོད་ནས་ཀྱི་ཕྱག་ལས་གནང་གི་ཡོད་པའི་སྐབས་ལ་མང་ཆེ་ང་ཚོ་ད་དུས་ཚོད་ཡོད་པ་དུ་མ་ཞིག་ད་ཁག་ཡོག་མར་བར་བོད་དོན་རང་ཐོག་ལ་ད་ང་ཚོ་གནད་དོན་འདི་རང་ཐོག་ལ་ང་ཚོ་ད་དོ་སྣང་དང་དུས་ཚོད་དེ་བཏང་དེ་བར་བ་ཡིན་ནས་ངས་མི་མང་གར་ཞུ་གི་ཡོད་ཟེར་ན་ང་ཚོ་མཚམས་མཚམས་ཏིས་རྒྱ་ཆེ་ས་ནས་དགོངས་མཁོ་བཞེས་དགོས་འདུག་ག་ཅིག་མཚོན་ན་རྒྱ་ནག་གཞུང་ནས་ཐོབ་ཐང་རྩོད་ལེན་ཅིང་ང་ཚོ་བོད་པ་ཕྱུག་པོ་མར་བ་ང་ཚོ་ད་དབྱི་གུར་ཡོག་རེད་ཧོང་ཀོང་ཡོག་རེད་ད་རྒྱ་རིགས་རང་ཡོག་རེད་ལྷོ། ལྷོ་སོག་པོ་ཡོར་བ། ད་ཨེ་ཤ་རང་དབང་དེ་འདྲ་གླིང་སྟེང་ཟེར་ཡ་དེ་གི་དམིགས་ཡུལ་དེ་རྒྱ་ཆེ་ས་ནས་ད་རྒྱ་ནག་ནང་ལ་ད་ཆེ་ཡི་དམངས་གཙོ་ཡིན་ནས་ཆོས་དད་རང་དབང་ཡིན་ནས་འགྲོ་བ་མིའི་ཐོབ་ཐང་ཡིན་ནས་དེ་འདྲའི་ཐོག་ལ་ཡང་ཅིག་བགྲོ་གླེང་ཡོང་ཡ་དང་དེ་འདྲའི་ཐོག་ལ་ཡང་ཅིག་གོ་རྟོགས་སྤེལ་ཡ་དང་ཨ་ནི་ཅིག། ག་ལ་བར་ད་ཅི་ཉམས་ཞིབ་བྱེད་ཡག་དང་སྙན་ཐོ་སོགས་རེ་དེ་འད་སྟོན་ཡ་དེ་འད་གཙོ་བོ་ལས་གུ་དེ་རེད་ལོང་ཨ་ང་ཚོ་ད་དེ་འད་ག་ལ་གང་འཚམ་ཅིག་བྱས་བིན་སྙན་ཐོ་སྟོན་བིན་ཉམས་ཞིབ་བྱས་བིན་ཨ་རེ་དེ་ནང་བཞིན་ང་ཚོ་དུ་བ་ལ་ཡང་ཚོགས་འདུ་ཆུང་ངུ་ཞུ་ཞུ་དེ་འད་ང་ཚོ་གོང་ཐུག་མ་སོང་ཡེ་ནས་ད་དུ་བ་ལ་ང་ཚོ་ད་ཤར་ཏུ་ཀི་སང་ནི་གི་དུ་བ་ད་ལས་གུ་བེ་ཡན་མང་པོ་ཡོར་བ་ལོང་ཁོང་ཚོའི་ཡང་དོན་ཡང་ང་ཚོ་དུ་བ་ག་རེ་ཡེ་ནས་ཅི་ཕ་ཚོས་བསམ་ཚུལ་བཅད་ལེན་བྱེད་ཡག་དང་ཨ་རེ་ང་ཚོ་མཉམ་རུབ་ཐོག་ནས་ག་རེ་བྱ་དུ། ངས་འདི་དཔེ་གལ་ཆུང་བ་རེད་བསམ་གི་འདུག་ད་ང་ཚོ་འདི་ད་རྒྱ་ནག་འདི་ང་ཚོ་ད་དགྲ་ཟེར་ནས་ཁ་བསྡད་ཟེར་ནས་དཔེ་སྟོབས་ཅན་བྱེད་ར་བ་ཨ་རི་གཞུང་ཡིན་པས་ནས་དེང་སང་ཉེ་ཆར་ན་ཉིས་བཅུ་དང་བཅུ་གཅིག་ནང་ལ་རྒྱལ་སྤྱིའི་གི་བདེ་འཇགས་གི་ད་སྲིད་ཇུས་ཟེར་ཡ་ཇི National Security Policy ཟེར་ཡ་ཇི་སྙན་ཐོ་བཏོན་གནང་སོང་ཤོག་ལ་ཉུས་གསལ་བོ་བྱེད་ཀྱོ་ཅིག་འདི་ནང་ལ་དཔེ་གསལ་བོ་འདི་ནང་གསལ་བོ་ཤོག་ཅིག་བཀོད་གནང་ཤག།

དམག་ཐོག་ཉེན་མི་ནས་ད་དངོས་གནས་རྒྱ་ནག་ཞུ་བའི་སྟོབས་ཆེན་ཞུ་ཆགས་བསྡད་པ་རེད་པ། དེ་ཡིན་ཚར་ང་ཚོ་རྡ་རམ་ས་ལ་སྒྲིག་འཛུགས་དང་ང་ཚོ་ད་བཙན་བྱོལ་ནས་ཡོད་པའི་ང་ཚོ་འབུམ་གཅིག་དང་ཕྱེད་ཀ་ད་མང་ན་འབུམ་གཉིས་སུ་ཡོད་འགྲོ་རེད་པ་ང་ཚོ་བོད་རིགས་ང་ཚོ་འབུམ་གཉིས་གཅིག་གོ་གི་ངེད་ཀྱིས་ག་ས་ག་ཟེ་འདི་ཐོག་ལ་འདི་བྱས་པ་ཡིན་ནས་མཉམ་རུབ་ད། བྱས་པའི་འདི་དག་འགྲིག་གི་མ་རེད་བསམ་གྱི་འདུག་རེད་བ། ང་ཚོའི་གཡམ་རྡོག་འགྲོ་ཐུབ་པ་དགོས་རེད་བསམ་གྱི་འདུག་ང་ཚོ་དེ་འདྲ་ཝི་གུར་ལ་དཀའ་ངལ་དག་རང་ཡོད་རེད་རེད་བ། ཨ་ནི་ཧོང་ཀོང་དང་ཐེ་ཝན་དང་ཨ་ནི་ཆེ་རྒྱ་རིགས་དང་སོགས་དང་དང་ང་ཚོ་ལྷོ་སོག་པོ་ཞོག་རེད་བ་ལོ། འདུག་ཚོ་གཡམ་རྡོག་ང་ཚོ་གང་ཐུག་ཐུག་ཅིག་ཅིག་མཉམ་རུབ་ཐོག་ནས་ལས་འགུལ་སྤེལ་ཡ་དང་ཨ་ནི་ཅིག་ནུས་བ་མཉམ་སྤུངས་བྱེད་ནས་བྱེད་ཐུབ་པ་ཡིན་ན་ག་རེ་ཡིན་དེ་རེ་བ་ཆེ་སོར་མཐོང་གྱི་འདུག་དེ་འད་ཡིན་ཙང་ད་ངས་ཀྱི་དེ་འདྲ་ཚོགས་པ་ཞིག་བཙུགས་ཨ་ནི་དེའི་རྒྱུད་ནས

ཉམས་ཆག་དང་མ་སུ་ནི་ཆུང་དུ་གསུམ་དུ་འགྲོ་བསྡད་རྒྱུ་མཐོང་གི་འདུག་དང་པོ་དེ་བོད་ཡིག་གི་ད་རྩ་དོན་རང་ང་ཚོ་དེང་སང་རྒྱལ་སྤྱིའི་སྡིངས་ཆ་ནང་ལ་རྒྱབ་སྐྱོར་ཡིན་ནའི་ཏིས་ཉུང་ཚོར་རེ་ཞིག་འགྲོ་བསྡད་རྒྱུ་ཨ་ནི་དོ་སྣང་དང་ཅི་ག་རེ་ཡིན་ནའི་ཏིས་མ་ཉམས་བསྡད་རྒྱུ་ཚོར་ཞིག་མཐོང་བསྡད་ཀྱི་འདུག་ར་བ་ལོ་དང་པོ་སུ་དེང་སང་ངའི་ཡིག་གི་ད་རྩ་དོན་དེ་ཨད་ག་རེ་ཡིན་ན་དེ་གི་ད་ནུས་པ་དེ་མ་སུ་ནས་ཡ་ཏུ་ཆེར་པེ་ཐོ་ཡེ་ངེད་གི་ཏུ་ཤུ་རྒྱག་གི་ཡིན་ཟེར་བ་ལོ་ངེད་གི་ད་བོད་ར་དང་པོ་དེ་དེ་ཡིན་གཉིས་པ་དེ་ད་ངས་ནམ་རྒྱུན་དེ་ལ་གི་ཡོད་རྩ་དོན་དེ་གཙོ་བོ་བཞག་པའི་ཐོག་ནས་རྩ་དོན་སྒྲུབ་ཡ་ལ་ད་ང་ཚོ་ཞེན་ད་གཉིས་ག་རུ་གོ་རེ་ཟེར་ན་གཅིག་སྒྲིལ་དགོ་རུ་བ་ང་ཚོ་ད་ཆམ་དུལ་དུ་གོ་རུ་བ་ལོ་ཨ་དེ་ནས་གཉིས་པ་དེ་བོད་མི་སྒྲིག་འཛུགས་དེ་སར་བརྟེན་ཡོང་ཡ་ད་ཨ་སྒྲིག་འཛུགས་ལ་ད་ཅིག་ག་རེ་ཡིན་ནས་དཔལ་འབྱོར་ཐོག་ནས་ཡོ་རོབ་པ་གསར་འདེམས་ཡོང་རྒྱུ་དཔེ་མ་ཚད་གལ་ཆུང་པོ་རེད་ཤག་དེ་འད་ཡིན་ཚ་ངེད་ཀྱི་ལྟ་བུ་དགྲ་ཞན་དག་གཉིས་པ་གསུམ་པ་འདིས་ང་ཚོ་དག་བཙན་བྱོལ་སྤྱི་ཚོགས་དཔེ་ཆུང་རྒྱུ་རེད་ཨ་ནི་ཡོད་ཡིན་ནས་ཡིན་ནས་ད་ད་ང་ཚོ་མི་ཉུང་ཉུང་ཡིན་པས་ནས་ཡང་དག་ང་ཚོ་ནག་ལོག་ལ་དག་ཆོལ་ཁའི་གི་ཐེན་ཀའི་རོ་བ་ཨ་ནི་ང་ཚོ་དག་ཅི་ག་ལོག་རེད་དག་ཞེན་ཁོག་དང་ཨ་ནི་ཅི། ཕྱོགས་ལྷུང་དང་ཕྱོགས་རིས་དེ་འདྲས་ཀྱིས་ད་ང་ཚོ་ད་ལྟ་མང་པོ་འགྲོ་བསྡད་ཀྱི་འདུག་ད་འདི་ངས་ཀྱི་ངོས་ནས་ད་གང་ཐུག་ཐུག་ཅིག་ང་ཚོས་ཀྱི་ཕྱོགས་གསུམ་གཅིག་ཏུ་བསྒྲིགས་ནས་ཡང་འདུ་འཁྲིད་ཐུ་ཨའི་ཀྱི་འབད་བརྩོན་བྱེད་ཀྱི་ཡིན། འདི་ངས་ཀྱི་ད་ད་ལྟ་བོད་དོན་གཉིས་པ་དེ་ཡིན་གསུམ་པ་དེ་ད་བོད་མི་སྒྲིག་འཛུགས་རང་ངས་ད་ལྟ་འདུག་ས་དུས་གང་ནས་ངོས་ནས་ད་རྒྱ་རོམ་ཆེན་ད་ཉིས་སྟོང་བཅུ་བཞི་ནས་ཕྱི་ནས་ཆབ་སྲིད་སྐུ་དབང་ཆ་ཚང་ཕྱི་མ་མི་མང་གི་ཡ་བོད་དོན་ཕྱི་རྒྱུག་ད་སྲིད་སྐྱོང་དང་སྤྱི་འཐུས

སྐུ་དབང་དེ་མ་ང་ཚོར་མ་གནང་ཚར་བར་བཞུགས་ལ། ང་ཚོའི་གི་སྤྱི་ཚོགས་ནང་ལོགས་ལ། ད་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ། གི་སྟོང་རྒྱ་ཆུན་པོ་བཞུགས་ཆེ་སྟོང་རྒྱ་ཆུན་པོ་བཞུགས་ལ་བད་དུ་ལྷག་ཡོད་རེད་ཟེར་བ་ད་འདི་ང་ཚོ་མི་གཅིག་ཨ་ནི་བཀའ་ཤག་གཅིག་གི་ད་བད་ད་ཚབ་བྱས་ནས་ཡོད་རེད་པ། དེ་འད་གན་བྱེད་ཐུ་བ་དེ་གན་ཡོད་མ་རེད་དེ་ཡིན་ནས་ང་ཚོ་ད་འདི་ནང་ལ་བྱེད་ཐུ་ངེས

བྱེད་ཀྱི་རུང་བ་མང་ཆེ་ཆེ་ས་འདུག་ཨ་ནི་སྤྱི་བཏང་ད་ཆེ་སྒྲིག་འཛུགས་ཀྱི་སྲིད་དུ་བ་ནས་རྒྱ་གར་དང་བ་ཡུ་རུ་ཞུ་ཉེ་ཚོ་ལ་མ་ག་གོ་གི་ཡོད་པ་སོར་ཆེ་ད་ང་ཚོ་བཙན་བྱོལ་གྱི་ད་མི་འབོ་དེ་ཆེ་ག་ཆེ་ག་མེན་ཆེ་ག་ས་ད་ཆེ་གའི་ཡུ་རུ་ཁག་འདུག་ས་ད་འདྲ་མ་ཞུ་ཡོར་བ་ཡང་དུ་འཛུལ་གྱི་ཉེ་རེ་ཉེ་རེ་གི་ཨ་ནི་མི་ཚེ་ནང་ལ་སྒྲིག་འཛུགས་སྲིད་དུ་བ་ནས་ཤི་ར་ཐོ་ཡང་མེད་ཀྱི་ཡོ་ཤི་ར་ཅི་འབྲེལ་བ་མེད་ཀྱི་ཡོ་སོར་ཆེ་ད་དེ་འདི་ཨེ་ར་ཞུ་དུ་ས་དེ་བས་ནས་ངས་སྒྲིག་འཛུགས་རང་གི་གཉབ་དང་སྒྲིག་འཛུགས་ཀྱི་ཐོག་ཡིན་པས་ནི་ཏིས་ག་ལི་ག་ལི་དང་མེ་ཏོག་རྒྱ་མོ་ཚོ་རྫོགས་འགྲོ་བར་མ་ལོ། ཨ་ནི། མེ་ཏོག་ཚ་བོ་ཚོ་ཚོ་ཐད་ཀར་བོད་རྒྱའི་འབྲེལ་བ་ཆེ་རང་མེད་དུས་ག་ནས། ཨ་ནི་སྒྲིག་འཛུགས་ཀྱིས་ཏིས་ག་ལི་ག་ལི་དང་ཅིག། ནུས་པ་དང་མ་མཚོན་ན་མང་ཡང་ཉམས་ཡག་གི་ཉེན་ཁ་ཞིག་མཐོང་གི་འདུག་ད་ཏིས་ངེད་ཀྱི་འབོད་སྒྲ་གསུམ་པ་འདི། ད་རེས་གལ་སྲིད་མི་མང་གིས་ཏིས་གོ་སྐབས་དང་ཏིས། དེ་རྒྱན་དུ་གནང་བས་ན་ངེད་ཀྱི་སྒྲིག་འཛུགས་རང་ངོ་ནས་ད་ཅི་ས་བརྟན་བཟོ་ཡག་དང་ཨ་ནི་འདི་ཐོག་ལ་ད་མི་བྱ་ཡིན་ནའི་ད་ཅི་དཔལ་འབྱོར་ཡིན་ནའི་རེ་བ་གང་ཐུག་ཐུག་བྱེད་གནས་སྟངས་དེ་ད་ལྟ་ལས་ལྷག་ཅིག་བརྟན་པོ་བཟོས་ཐོག་གི་ངེད་ཀྱི་ད་དུ་ཤུགས་རྒྱག་གིན་ཡིན་ས་དུ་སྤྲོ་བསྡད་ཀྱིན་ལགས། ལའང་སྐུ་ངོས་ད་སྐུ་ངོས་གོང་དུ་གསུངས་པ་ནང་བཞིན་རེད་ད་ད་ལྟའི་ཆར་ཆ་བཞག་པས་ན་རྒྱ་བོར་མི་བྱེད་གོང་ན་གི་བབ་ཡིན་ནའི་འདྲ་འདུག་རྒྱལ་སྤྱིའི་གི་ཆབ་སྲིད་ཀྱི་འཕོ་འགྱུར། འགྲོ་བ་ཤུགས་ཀྱིས་འགྲོ་བདེ་བོ་རེད། བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་གནས་བབ་ངས་ནས་ཅིག་རྩ་དྲག་པོ་ཅིག་དང་དཀའ་ངལ་ཅིག་འཕྲད་དེ་ཡི་ཐུག་པ། བོད་ནང་གླེ་གནས་སྟངས་རྫ་དྲ་ཆགས་བདེ་བོ་རེད་དེ་འདྲའི་སྐབས་སུ་ལུགས་སྐུ་ངོས་དང་སྲིད་སྐྱོང་གྲོགས་ཅིག་ཡ་ཆགས་པ་ཡིན་ན་འགན་དེ་ངས་མ་ལས་པད་དུ་ཆེ་བ་ཅིག་དང་རྫ་དྲག་གི་དུས་ཚོད་ཅིག་ལས་བཙན་བྱོལ་བོད་མིའི་གི་ཅིག་སྲིད་སྐྱོང་གནང་ཡ་གི་དེ་འདྲ་ཅིག་ཆགས་དགོས་བསམ་སྐུ་ངོས་ཀྱི་དེ་འགན་ཆེ་ཆུང་རྡོ་རྗེ་གཅིག་ག་འདྲ་རེད་བཟི་གི་འདུག་དེ་འགན་དེ་ཆེན་པོ་ཞུ་གཅིག་བཟི་གི་མི་འདུག། འགན་དེ་དཔེ་ཆུང་པོ་རེད་ཞིག་འདུག་ཅི་ལ་ད་ལྟ་ཁྱེད་རང་གི་སོ་མ་རེད་ཞུ་གི་ནས་ད་རང་རེད་ད་ལྟ་ང་ཚོ་ཕྱི་ནང་གཉིས་ཆ་ལ་འགྱུར་བ་ཆུང་པོ་ཞུ་ཞུ་ཐུག་གི་འདུག་བ། ནང་གི་འགྱུར་བ་ག་རེ་འགྲོ་གི་འོ་ཟེར་ན་ད་ང་ཚོ་སྤྱི་ཚོགས་དེ་སྤྱི་སྟངས་ག་ས་ཡག་པོ་ཡོད་པ་བྱས་ཡིན་ནས་ད་ཞུ་བོ་ཞིག་འགྲམ་ནས་ཞུ་ཡོད་རེད་བ། གཉིས་མ་ནང་བཞིན་བས་ཚང་མ་རྒྱ་བལ་འབྲུག་གསུམ་ལ་མེད་པ་བྱས་རེད་བ། ཨ་ནི་བོད་ནང་གི་གནས་སྟངས་འདི་ད་ལྟ་ཁྱེད་རང་གི་སོ་མ་ནང་བཞིན་ད་བས། རྒྱ་ནག་གཞུང་གི་ད་ལྟའི་གི་སྲིད་བྱུས་གཟེངས་སྟངས་དེ་དངོས་གནས་ད་ངས་ལབ་སྟེ་གི་སྲིད་བྱུས་མཐའ་མ་དེ་རེད་ཤག Final Policy ཡིན་རྒྱ་ནག་གཞུས་བས་ན་དེ་ག་རེ་བཞུགས་དགོས་རེད་ཟེར་ན་ད་རྒྱ་ནག་གཞུང་དངོས་གནས་བོད་དཀའ་རྙོག་སེལ་ཅིག་ཡོད་པ་དེ་ཧ་ལམ་ངོས་ལེན་གནང་གི་མེད་པ་བཟོ་བཞིན་འདུག་ད་ཁོང་ཚོས་གི་ད་ག་རེ་ཅིག་ཐག་གཅོད་བྱས་བཞག་ཞུས་པ་ཡིན། ད་ང་ཚོ་མི་ཉུང་ཉུང་རེ་བ་བོད་ནང་ལ་ག་ཚད་མང་ནས་བོད་མི་ས་ཡ་བདུན་སུ་ཡོད་འགྲོ། ད་འདི་ད་རྒྱ་རིགས་ད་ཐེར་འབུམ་གཅིག་ད་ཕྱེད་ཀ་མན་གྱི་ད་ང་ཚོ་ད་རང་ནས་ཧེ་བག་ཆུང་པོ་ཞུ་ཐུབ་ཀྱི་འདུག་བ། ད་ག་ལི་ག་ལི་ཨ་ནི་བོད་ད་བོད་པ་ཟེར་ཡག་འདི་ཕ་རྒྱ་སྟེ་རང་ལ་ཕ། རྒྱ་ནག་རང་འོག་ལ་ད་བལ་ཆ་ཚང་ཇི་ལྟ་བལ་ཏེ་ཡ་གཅིག་གསོད་ཡག་སྲིད་ཇུས་དེ་འདྲ་སྲིད་མོ་ད་ང་ཚོའི་སྐད་ཡིག་རེད་བ་ང་ཚོའི་གི་ནང་ཆོས་ང་ཚོའི་གི་ད་མི་རིགས་ངོ་བོ་ཁོ་རང་བལ་རྩ་མེད་བཏང་ཡག་གི་དེ་འདྲ་ཡག་གི་ད་བལ་སྲིད་ཇུས་མཐའ་མ་དེ་དེ་འདྲ་ཞིག་སྲིད་འདུག་ག་ནི་དངོས་གནས་ད་འདིའི་ཡོང་རྒྱུ་ད་ལོ་ང་བཅུ་བཅོ་ལྔ་ནང་ལོག་ལ་ང་ཚོའི་གི་ད་ག་རེ་ཡིན་ནའི་བོད་དོན་ཐོག་ལ་ཏིས་རྒྱ་ཆེས་བྱས་ནས་ང་ཚོ་ཤུགས་རྒྱབ་ནི་ལས་ཀ་བྱེད་མ་ཐུབ་པ་ཡིན་ན་དངོས་གནས་ད་ཅིག་བོད་གི་འབྲེལ་མེད་ཡོང་ཡག་བཏང་ཨ་ནི་ཅིག་རྒྱ་ནག་གཞུང་ནས་ཕྱིའི་སྲིད་ཇུས་འགྱུར་བ་གཏང་གི་རེད་བསམ་ཙང་ང་ནི་ཧྲ་རེ་བ་མཐོང་མི་འདུག་ད་ལྟ་ང་གཟུགས་སྒང་ལ་ད་ཅི་ག་རེ་ནས་བབ་ཀི་འདུག་ང་གཟུགས་ད་གཞུང་གི་ལོ་ལྔ་བཅུ་ནང་ལོག་ལ་ངུ་ནས་ད་ད་ལྟ་ལས་ལྷག་ཅིག་བྱེད་ཐུ་ཡས་ཀི་ད་གོ་སྐབས་དུ་མ་བཟུང་ནས་ད་ངུ་ནས་ད་དུས་ཚོད་ཀི་གོ་སྐབས་བྱོ་རེ་བ་འདི་ཐུང་ཐུང་ཐུང་སུ་རེ་འགྲོ་གི་ཡོད་བ་མཐོང་གི་འདུག་བཟོ་དེ་འདས་ཙང་ནང་གི་གནས་སྟངས་འདི་བྱེད་རེ་བ་ད་ཕྱི་ལོག་གི་གནས་སྟངས་འདི་ད་ད་ནམ་པ་བཟོ་ཙང་ང་གཟུགས་ཉེ་རེ་ཉེ་རེ་ཚགས་ཤོག་ནང་ཟེར་ཡ་འདུག་བ་ད་བལ་རྒྱལ་སྤྱིའི་སྒྲོམ་གཞི་ཁོ་ན་རུ་བ་ལོང་ད་ཨ་རི་གཞུང་དང་ད་སྲིད་གཞུང་གསར་བ་ཞིག་སླེབས་ཡོད་རེད་སྲིད་འཛིན་ཏི་རམ་ཕེབས་ཡོད་རེད་ཁོང་གིས་ད་དུ་བ་སྲིད་ཆོད་སེམས་དང་ཨ་རི་དང་པོ་སེ་ཞིག་ཏུ་བ་ཨ་ནི་བས་ད་ཡོ་རོབ་ཡིན་ནའི་ཁ་བ་ཡིན་མེད་ད་འཛམ་གླིང་ཁོ་ན་དང་ད་ཨ་ལོག་ཚོ་རེད་ཞིག་ཏུ་ཐེ་གི་ཡོད་པ་ཚོ་ཞིག་གནས་སྟངས་ཞིག་ཏུ་བ་ལོང་ད་དེ་འདྲའི་གི་གནས་སྟངས་ནང་ལོག་ལ་ཨ་རི་ཡིན་པའི་ནས་ད་ནི་ངས་ད་གི་གོང་དུ་དང་ད་དེ་བདེ་འཇགས་གི་སྙན་ཐོ་སེ་ཞིག་སྲིད་ཇུས་སེ་ད་ནི་སྙན་ཐོ་སྟོན་ཡོང་རེ་ཞུས་པས་ན་འདིའི་ནང་ལ་ཕྱོགས་གཉིས་ས་ཁུལ་ནང་ལོགས་ལ་འབྲེལ་བ་མི་ཐོབ་ཐང་དམངས་གཙོ། ཆོས་དད་རང་དབང་ད་འདི་ནང་མཐོང་ཡ་གོ་རེ་མི་འདུག་ཨ་རིག་གི་རྒྱ་ནག་སྐོར་ལ་དེང་སང་ཅི་འགྲེལ་བཤད་རྒྱག་སྟངས་འདི་ཚང་མ་དཔལ་འབྱོར་དང་ཚོང་འབྲེལ་མ་བྱེད་རེ་བ། གཉིས་དམག་གི་སྲིད་འཛིན་དང་སྲིད་གཞུང་འཇོག་རེ་བ། དམངས་གཙོ་གལ་ཆུང་པོ་བརྩི་གི་ཡོད་པ་འགྲོ་བ་མིའི་གལ་ཆུང་པོ་བརྩི་གི་ཡོད་པ། དུ་ཚོ་བས་ད་ཤུ་གུ་ན་བྱེད་ཡ་མི་འདུག་དེ་ཡིན་ཚང་ད་བདེན་བདེན་གི་དུས་ཚོད་ནང་ལོགས་ལ་ངོས་ནས་ད་ང་ཚོ། བོད་མི་སྒྲིག་འཛུགས་ཀྱི་ད་གན་མཁན་ཡིན་མིན་གང་འདྲ་ཞིག་གོ་རེ་ཟེར་ཞུས་པས་ནི་ངས་བསམ་ན། ཆུ་ལོག་འབྲེལ་བ་གནང་ཐུབ་ཡང་ཆེ། ནང་རང་ལ་དོན་གཙོ་བཏང་བསྡད་པས་ནི་ངས་བསམ་ན་ད་གན་ཆུང་པོ་དེ་ངས་འཁྱེར་ཐུབ་ཡག་པས་ཁག་པོ་ཆེ་གི་རེད་བསམ་གྱི་འདུག་དེ་ངས་ཆ་ཚང་ངོས་འཛིན་པ་ཐོག་ནས་ད་རེས་དུས་བསམ་བློ་ཞུ་བཞིན་བཏང་པས། ཡང་སྐྱོ་ད་རེས་ད་ཐེངས་ངེད་གཉིས་པ་དེ་དུས་ལང་དགོ་ཡག་གི་ད་ངོ་ནས་གན་ཆུང་པོ་འདུག་བསམ་ནས་རེ་བ་ཆ་ཚང་བས། ཅི་ག་ལོག་རེད་ད། ཅེས་ངོས་ལེན་བྱེད་ཐུབ་པ་ཐོག་ནས་རེད་བ། ཨ་ནི་དོ་སོང་ནི་ད་དེའི་སྔོན་ནས་གོ་སྐབས་ཤིག་གནང་མེད་ན་ངས་ཀྱི་ད་འགན་འདི་གང་ཐུབ་ཐུབ་ཞིག་སྒྲུབ་ཐུབ་ས་རེད་བསམ་ནས་ཨ་ནི་དེའི་ཡིད་ཆེས་དང་ཨ་ནི་ཅེས་གདེང་ཚོད་ཡོད་པ་ཐོག་ནས་དུ་ས་ད་རེ་ལང་བཤད་རྒྱུ་ཞིག་ཡིན་ནོ། ལན་འོག་གོང་བས་དེ་ནི་གོང་དུ་ངོས་ཀྱིས་གསུངས་པ་ནང་བཞིན་ད་ང་ཚོ་འཛམ་བུ་གླིང་ནང་ལོ་ནི་ཅིག་རྒྱལ་སྤྱིའི་སྤྱི་ཚོགས་ཀྱི་བོད་དོན་ལ་རྒྱབ་སྐྱོར་དེ་ཚད་དེ་མ་ཅིག་ཉམས་ཆག་འགྲོ་དགོས་པའི་བཟོ་ལས་ཅིག་རེད་དེའི་ནང་ནས་ཨ་རིའི་སྲིད་གཞུང་གསར་བ་སླེབས་ནས་ད་བོད་པའི་གི་དཀའ་རྙོག་ཐོག་ལས་ཅིག་ཐུགས་སྣང་གནང་སྟངས་ཡིན་ནི་རེད། དམིགས་བསལ་ཆབ་སྲིད་ཀྱི་ཐོག་ནས་དཔལ་འབྱོར་གྱི་ཐོག་ནས་རྒྱབ་སྐྱོར་འདི་ད་ཕན་ཆད་མཚམས་ཆད་ཀྱི་མེད་ན་བསམ་བསམ་དེ་འདྲའི་གནས་སྟངས་ཞིག་སླེབས་བསྡད་རོགས། ད་ལྟ་འདི་སྔོན་གྱི་ཅིག་འབོད་སྒྲ་གཅིག་གནང་ལོ་ལས་དེ་ཅིག་ཆགས་བསྡད་ཀྱི་འདུག་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་ཉམས་ཆག་འགྲོ་ནས་དཔལ་འབྱོར་འདི་སྲ་བརྟན་ཡོད་དམ་མེད་འདི་བཀའ་མོལ་མང་པོ་གནང་གི་འདུག། ད་དེ་ཚོ་བསྐྱར་གསོ་ཡོང་ཡོང་ལ་སྐུ་ངོས་ཀྱི་ཐབས་ལམ་འདྲ་བོ་དང་ཐབས་ཇུས་འདྲ་བོ་ཅིག་ག་རེ་ཟེར་གྱི་འདུག་ད་ལྟ་འདི་འཐུས་ཤོར་ག་ནས་འགྲོ། རེད་པ།
མ་རེད། རྡོ་རྗེ་ལགས་ངས་རེད་ཅེ་ད་ཨ་རིའི་སྲིད་གཞུང་ད་གསར་བ་ཕེ་ཨ་ནི་སྲིད་ཇུས་གསར་བ་སེམས་ད་ད་འགྱུར་བ་ཆུང་པོ་ཞིག་འགྲོ་གོ་རེད་པ། ཨེ་ནི་ངས་བོད་དོན་ཐོག་ལ་རྒྱབ་སྐྱོར་དེ་ངས་བྱེད་ཀྱི་རེད་བསམ་གི་མི་འདུག་ཅེ་ད་ད་འདི་འགྱུར་བ་ཆུང་པོ་ཞིག་འགྲོ་གོ་རེད་པ། འདིའི་འགྱུར་བ་འདི་ནང་ལོགས་ལ་ང་ཚོ་ལ་ད་གྱོང་སོ་རེ་རག་གོ་བར་ད་གྱོང་ཆེ་ཤོས་འདི། ལོ་ཟླ་རེ་བཞིན་ཨ་སྒོར་ས་ཡ་བཅུ་བཞི་ཡིན་ད་ལྟ་ང་ཚོ་ཨ་རིའི་གཞུང་ནས་རོགས་དངུལ་ཞིག་རག་དགོས་རེད་པ་དེ་རྦད་དེ་ད་ད་ལོའི་བོད་མིའི་སྒྲིག་འཛུགས་ཀྱི་ཉིས་སྟོང་ཉི་ཤུ་རྩ་ལྔ་རྩ་དྲུག་གི་རྩིས་ལོ་དང་ཧ་ལམ་ད་ཆ་ཚང་ཅིག་ཆད་ཀྱི་འདུག་གནས་སྟངས་འདུག་ད་ད་ཆ་བསྡད་བཞག་ཡིན་ནས་ངས་ག་རེ་ཞུ་ངས་ག་རེ་ཞུ་གི་ཡོད་ཟེར་ན་ད་ད་སྲིད་འཛིན་ཁྲི་རམ་ད་ཁོ་རང་གི་སྲིད་གཞུང་འདི་གི་ད་ད་ཨ་རི་དང་པོ་ཟེར་ཡག་ཅིག་སྲིད་ཇུས་ཞིག་འདུག་བ་འདི་ད་ང་ཚོ་བོད་དོན་གྱི་ད་ལྟ་དཀའ་བོད་ཀྱི་དཀའ་རྙོག་བྱུང་བར་བ་ལང་ངས་འདི་གཉིས་པར་ལ་རྒན་དར་ཁྱང་མཐོང་མི་འདུག་ག་ཅན་ཟེར་ན་ངས་ནམ་རྒྱུན་དུ་གར་ཞུགས་བསྡད་ཀྱིར་ཟེར་ན་ཨ་རི་དང་རྒྱ་ནག་གི་འབྲེལ་ལམ་བྱུང་བར་བ་ད་འདི་ག་དུས་ཡིན་ནས་མགོ་ཉོག་པོ་བསྡད་ཀྱི་རེད་ཨ་མཚམས་ཙམ་ཅི་བྱས་ན་ལའོ Trump སྲིད་འཛིན Trump གིས་ཞི་ཅིང་པིང་དང་རྒྱ་ནག་སྐོར་ལ་ཡག་པོ་བསྟན་ཏེ་ལབ་སྲིད་ཡིན་ནས་འདུག་ཚོ་ཚང་མ་ངས་འདི་རེད་བསམ་གི་འདུག་ད་ཆབ་སྲིད་རེད་བསམ་གི་འདུག་དིང་གི་སྒྲོམ་གཞི་འཇོག་བར་བ་ལང་ཁ་བརྡས་རང་གི་ད། རྣམ་པ་ཕྱོགས་ལ་འགྲོ་གི་རེད་བསམ་གྱི་འདུག་ག་ཅེས་ན་ད་ཨ་རི་གི་འདུག་ད་ལྟ་འཛམ་གླིང་གི་མ་འདུག་བལྟས་པའི་སྐབས་ལ་རྒྱ་ནག་སྤྱི་བོ་འདི་རེད་བཞག་ཟེར་བ་གཞན་དག་ཚང་མ་ད་ཨ་རི་གི་ཧ་ལམ་གན་ཉན་སྐབས་ཀྱང་མཐོང་གོ་མ་རེད་དེ་ནས་རྒྱ་ནག་འདི་ད་ད་ནི་དང་གི་གོང་དུ་ཤོར་བའི་ནང་བཞིན་དཔལ་འབྱོར་ཆབ་སྲིད་ཨ་ནི་དམག་ཐོག་ལ་ཡིན་པས་ནས་ད། སྟོབས་དེ་ཆེར་ཆེར་འགྲོ་འདུག་ག་ནང་ཨ་རིག་གི་བསྟན་པས་ད་དེ་ཉེན་ཁ་ཆེ་ཟིག་གོ་རེད་བསམ་གྱི་འདུག་དེ་འད་ཡིན་ཙང་ད་ང་ཚོའི་གི་འགན་ཁི་ངེ་ཆབ་སྲིད་ཐོག་ནས་འཛིན་སྐྱོང་ཐོག་ནས་སྒྲིག་འཛུགས་ཐོག་ནས་འགན་ཁི་ངེ་ཚོ་གི་འགྱུར་བ་འདི་འགྲོ་གི་ཡོད་ཡོད་གི་ཡོད་གི་ནང་ལོག་ལ་ང་ཚོའི་གི་ད་དེ་ཐོག་ལ་གོ་སྐབས་ཅིག་འདུག་ཚད་མཐོ་དཔེ་གལ་ཆེན་པོ་རེད་བསམ་གྱི་འདུག་ཨ་ནི་འབྲེལ་བ་བྱེད་སྟངས་རོ་བ་ལོ་ཨ་ནི་ཐབས་ཤེས་བྱེད་སྟངས་འདུག་འདུག་ཚང་མ་ངེ་གི་ག་རེ་ཡིན་ནའི་ད་སྲིད་སྐྱོང་ཟིག་འདུག་ག་ནས་ནང་གི་སྲིད། ཆིག་གི་སྲིད་གཉིས་བཞག་སྐྱོང་དགོར་བ། ཡིན་ནས་ད་ནངས་ཀྱིས་འཐུས་ཤོར་གྱིས་གོ་བ་འགྲོ་གི་འདུག་ཞུས་པས་ན། ང་ཚོ་སྒྲིག་འཛུགས་ཡིན་ནས་འདྲ་སྒྲིག་འཛུགས་འགན་མཁན་སྲིད་སྐྱོང་དང་བཀའ་ཤག་ཡིན་པས་ནས་འདྲ་ང་ཚོ་ནང་གི་སྲིད་སྐྱོང་དང་དེ་སྲིད་སྐྱོང་ཡང་མང་དྲག་གི་འདུག་དུས་ཚོད་ཡིན་པས་ན་ནང་ལ་བདེ་བ་རོལ་བ་མང་པོ་ཅིག་དེའི་ཐོག་ལ་དུས་ཚོད་བཏང་ན་ཨ་ཆུ་ལོག་བདེ་བ་ཆེ་ད་ག་ཟེ་གི་ད་དུས་ཚོད་ད་ག་རེ་ནས་གོ་སྐབས་ཉུང་བ་འགྲོ་གོ་རོ། ད་ང་ཚོ་ནང་དུས་ཚོད་དེ་ཉུང་སྟངས་ཆོས་ལུགས་ལ་འབྲེལ་བ་མང་ང་གནང་གི་འདུག་དེ་བྱས་ལོང་ཨ་ནི་སྒྲིག་འཛུགས་ང་ཚོ་སྒྲིག་འཛུགས་ཀྱི་སྒྲོམ་གཞི་ཡིན་པས་ནས་འཛིན་སྐྱོང་ནས་ཉུང་སུ་དང་ཨ་ནི་འཐབ་རྩོད་ཕྱོགས་ལ་ག་རེ་ཡིན་ནས་མང་སུ་དེ་བྱས་པས་ན་ཏན་ཏན་རེ་བ་ཨ་རི་ཚོར་ཞིག་དཔེ་བཞག་པས་ནས་ཨ་རི་དང་པོ་གི་སྲིད་ཇུས་དང་ཏག་ཏག་ང་ཚོ་གི་མཐུན་པ་ཞིག་ང་ཚོས་འགྲེལ་བཤད་བརྒྱབ་ཐུབ་ཀི་རེད་བསམ་གི་འདུག་ད་ད་ང་ཚོ་གི Narrative ཟེར་གི་རེད་བ་ཡིན་གྱི་ན Narrative དེ་ཨ་རི་གི་སྲིད་ཇུས་འགྱུར་བ་འགྲོ་གི་ཡོད་པ་ནང་བཞིན་ནང་བཞིན་ནང་བཞིན་ང་ཚོ་ནས་རེད་ནས་རེད་འདི་ཡམ་ཐོག་ཡམ་ཐོག་ཁྲིད་ཐུབ་པ་ཁོ་རེད་བསམ་གི་འདུག་མི་རྟག་ཁག་པོ་ཆགས་ཤག་ད་དངོས་གནས་ཉི་མ་རང་བཞིན་བསྡད་མི་འདུག་ཨ་ནི་ལས་བྱེད་མང་པོ་ཞིག་འགྱུར་བ་ཕྱིན་ཤག་ཨ་ནི་རོགས་དངོས་ཆད་ཤག་སྡུག་ས་ཆེ་ནས་ཡང་དཀའ་ངལ་རང་ཟིན་ནས་བཞུགས་པ་ཡིན་ན་རེད་བ་ཨ་ནི་ཏན་ཏན་ང་ཚོ་དཀའ་ངལ་རང་ཚོར་ཆགས་ཀྱི་རེད་བསམ་གི་འདུག་ད་དཀའ་ངལ་ནང་ལོག་ལ་གོ་སྐབས་དེ་གོ་བ་འདོག་ཨ་ནི་ཨ་རི་དང་པོ་ད་ང་ཚོ་བོད་ཀྱི་དཀའ་རྙོག་འདི་སྤར་ར་ལ་ང་ཚོ་གི་ག་འདི་ཐུལ་བོར་བ་སྤྱི་འཐུས་ཀྱི་རྒྱབ་བོར་བ་འདི་ངས་གཏན་འདི་རྒྱབ་ཐོབ་གི་རེད་བསམ་གི་འདུག་ད་ལྟ་སྲིད་གཞུང་ད་ལྟ་འདི་ཨ་རི་སྲིད་གཞུང་གི་འདི་ནང་ལོགས་ལ་ད་ད་ལྟ་གནད་ཡོད་མི་སྣ་ཡིན་ནའི་ཕྱི་སྲིད་ལས་ཁུངས་ཡིན་ནའི་ད་ད་ཕོ་བྲང་དཀར་པོ་ནང་ལོགས་ལ་ཡིན་པ་ཡིན་ནའི་གཏན་གཏན་རེད་བ་རྒྱ་ནག་སྐོར་ལ་ད་ཁོང་སེམས་འཚབ་ཞུ་གི་ཆོག་རེད་ཨ་ང་ཚོའི་ཕྱོགས་ནས་འཐབ་རྩོད་དང་འབྲེལ་བ་ཡོད་པ་ཐོག་ནས་རེད་བ་རྒྱ་ནག་ལ་ཁ་བཏད་བཅའ་ཡི་གི་ལས་འགུལ་དེ་འདྲ་རེད་བ་འདི་ང་ཚོའི་གི་གང་མང་མང། དང་པོ་འགྲེལ་བཤད་ཡག་པོ་རྒྱབ་ཐོབ་པ་དགོས་རེད་ཨ་ནི་ལས་འགུལ་འདི་ཞུས་སོང་ལས་འགུལ་སྤེལ་ནས་རོ་བཅག་བས་ན་ཏན་ཏན་འདི་ཨ་རིག་གིས་ཨ་རི་གཞུང་གི་རོགས་གནང་གི་རེད་བསམ་གི་འདུག་ང་ད་ལྟ་ཨ་རི་གཞུང་གི་རོགས་དངུལ་འདི་ད་ལྟ་ད་ལྟ་ཆད་བསྡད་ཡོད་རེད་ཡིན་ནའི་ངས་འདི་རྔམ་བརྗིད་བྱེད་རེད་མ་གཞི་ཏན་ཏན་རེ་བ་ཨ་རི་གཞུང་གི་ཚུལ་གནང་གི་རེད་བསམ་གི་འདུག་ད་ད་ལོ་ད་ད་ང་ཚོ་ད་ཉིས་སྟོང་ཉིས་ས་དྲུག་ད་ད་ད་གཞི་ནས་འདུག་ས་ད་ད་སྤྱི་ཟླ་དང་པོ་ན་ང་ཚོ་ད་ད་འདུག་ས་ཡོད་རེད་བ་ལོ་ཨ་ནི་ཨ་རིའི་གྲོས་ཚོགས་ནང་ལོ་ལས་ཉི་ཤུ།

ཨ་རིའི་དང་པོ་སི་ཨའི་སྲིད་ཇུས་དེ་དང་ཐད་ཀར་འབྲེལ་བ་ཡོད་པ་རེད་བ། ཨ་རི་ང་ཚོར་རྒྱབ་སྐྱོར་གནང་པས་ན་ཆབ་སྲིད་ཐོག་ནས་དཔལ་འབྱོར་ཐོག་ནས་རྒྱབ་སྐྱོར་གནང་པས་ན་ཨ་རི་གི་ད་ཕྱིའི་དམིགས་ཡུལ་གང་འདོད་སྒྲུབ་ཀྱི་ཡོད་པ་རེད་བ། ལོ་དུས་ཚོད་ང་ཚོར་འབད་བརྩོན་གནང་དགོས་བསམ་གྱི་འདུག་ད། མ་གཞི་ཡང་ཁག་པོ་འདུག་འདུག་ཟེར་ནས་འདུག་ཞུ་བས་ན་ངས་ཨ་ནི་དངོས་ནས་ཨ་ནི་གན་གི་བོད་སྐད་སྒྲུག་གི་མ་རེད་བསམ་གྱི་འདུག་ཨ། ང་ཚོ་སྐུ་ངོ་འདི་དང་ད་འབྲེལ་བ་ཡོད་པ་ད་ལྟ་ཨ་རིའི་སྲིད་གཞུང་གསར་པའི་ངོས་ནས་ང་རང་ཚོ་ད་བོད་རྒྱའི་སྡེ་ཚན

དཀའ་བ་སུ་རུ་གཉིས་མེད་པར་ཆགས་པ་རེད་བོད་ཕྱི་ནང་གཉིས་ནང་ལོག་གི་འབྲེལ་བ་གི་ཟམ་པ་ལྟ་བུ་ཅིག་མེད་པར་ཆགས་པ་རེད་འདི་བསྐྱར་གསོ་ཡོང་ཡ་ལ་སྐུ་ངོས་དགོངས་པ་བཞེས་གི་ཡོད་ན་མེད་ན་གྱིས་བསྐྱར་གསོ་ཡོང་ཡ་གི་རེ་བ་འདྲ་གཅིག་ཡོད་ན་མེད་ན། ལའོ། ད་དང་པོ་དེ་དུས་བྱུང་ཡིན་འདུག་བྱས་ལ་འདི་ཨ་རི་རླུང་འཕྲིན་ཁང་དང་ཨེ་ཤ་ར་རླུང་འཕྲིན་ཁང་དེ་ངས་གལ་ཆུང་པོ་ཞིག་ཞུ་རྒྱུ་ཚོང་གི་འདུག་འདི་གཉིས་ད་མ་གོ་བརྒྱབ་ཙང་ནི་ཨ་ནི་ད་ནང་བོད་ནང་ལོག་ལ་ད་གནས་ཚུལ་འགྲོ་ཐུག་གོ་མ་རེད་བ་ཨ་ནི་ངོ་ནས་ད་ཅི་ནག་ཐུམ་སོར་ཆགས་ཡོག་རེད་བསམ་གི་འདུག་ཨ་ནི། ཁ་ས་ད་ད་ད་འདི།

ད་ལྟ VOA དང RFA དེ་ཡང་སྐྱོ་ཡ་ཁྱེད་ཚོ་ཆ་བསྟན་མ་ཟིག་གལ་ཆུང་པོ་རེད་ཤག་ང་རང་ཕྱོགས་ནས་འདི་གལ་ཆུང་པོ་བརྩི་གི་ཡོད་ཨ་ནི་ངེད་ཀྱི་ད་ལྟ་འདུག་ས་དང་གནས་སྟངས་འདུག་ས་ད་ལྟ་འདུག་སྟེབས་ཡིན་ན་ད་ཉིད་ཤག་ད་ནི་ལམ་སང་ཡ་བྱེད་ཐུག་གི་ཡོད་མེད་ད་གང་ཤར་བས་འདི་འདྲའི་ནང་ཅི་ཏེ་ངས་བསྟན་ཏེ་ཡ་བྱེད་ཐུག་གི་རེད་བསམ་གོ་ཁྱེད་ཚོ་བྱེད་ཐུག་གི་རེད་བསམ་འདུག་ད་ལྟ་རྣམ་པ་ཚོ་ད་དཔེ་ཆ་མང་པོ་ཅིག་མཁྱེན་དགོས་རེད་བསམ་འདུག་ད་ལྟ་ཨ་རིག་གི་ད་ལྟ་གྲོས་ཚོགས་ཀྱི། སྔོན་རྩིས་ཀྱི་ཐ་ན་དེའི་ནང་ལོགས་ལས་ད་ལྟ VOA ལ་དེ་ཁ་སང་སྔོན་རྩིས་ནང་ལོགས་ལས་ད་ལྟ་ད་རེས་མང་པོ་ཅིག་དངུལ་མང་པོ་ཅིག་བཀའ་འཁྲོལ་གནང་འདུག་སྤྱི་བཏང་འཛིན་སྐྱོང་གི་ཡ་ཞུ་ཡ་དེ་དག་ཉུང་ཉུང་ཅིག་ཞུས་ཤག་ཨ་ནི་ཞུས་ཞུས་དགོས་ཡ་གི་རྒྱུ་མཚན་དེ་གང་འདྲས་འགྲེལ་བཤད་ཅིག་བསྐྱོན་ཤག་ཞུས་པས་ན་ད་རླུང་འཕྲིན་ཁང་དུ་སྒོ་བརྒྱ་ཡ་ཕྱེད་དུ་ད་འགྲོ་སོང་དེས་འགྲོ་གི་འདུག་ཟེར་བ་ཨ་ནི་ཨ་ནི་དངུལ་ད་ག་ཟེ་གནང་རོགས་གནང་ཟེར་དེ་ནས་གྲོས་ཚོགས་ཀྱི་དེའི་ཐོག་ལ་ད་ལན་འདེབས་ལན་འདེབས་ག་རེ་གནང་ཞག་ཞུས་པས་ན། འཛིན་སྐྱོང་གི་དངུལ་འབོར་ད་གྲངས་འབོར་འབྱོར་བ་འདི་ཞུས་པ་ལས་ལྡབ་གསུམ་བཞི་ཅིག་མང་ཞིག་གནང་འདུག་བ་ལོ་ད་འདི་གར་བསྟུན་སྐོར་ཟེར་ན་གྲོས་ཚོགས་ནང་ལོགས་ལ་ད་ནི་ཨ་རི་རླུང་འཕྲིན་ཁང་འདི་གལ་ཆེན་པོ་ཡིན་པ་ཇི་ལྟར་དུ་གཟིགས་སྐོར་བ་འདི་ཟེར་ངས་འདི་ཏན་ཏན་ག་ས་རེ་བ་ཞིག་མཐོང་གི་འདུག་བི་ཨོ་ཨེ་དང་ཨ་རེ་ཕེ་གཉིས་ཆ་ཡ་ག་ས་ང་ཚོས་ཀྱི་ཡ་དུ་ས་ཉི་མ་ན་བཞིན་གྱི་རྒྱ་མཚོ་བྱི་ཐོ་ཡ་དང་ཨ་ནི་བོད་ནང་ལོགས་ལ་ཡང་ཅིག་ཁ་ལོ་བོར་མི་ཐུལ་ནི་ནེ་ཙོའི་གཏང་ཐོལ་དེ་དེ་གས་ཆུང་པོ་རེ་ཤ་ངེ་གི་དེ་གཏང་ཐུག་གི་རེད་བསམ་ནི་རེ་བ་ཆུང་པོ་ཐོང་གི་འདུག། ལ་འོང། ལ་འོང་ད་སྐུ་ངོ་དུས་ཚོད་ཤི་ར་མེད་ཙང་དྲི་བ་མཐའ་མ་དེ་ཆགས་ས་རེད་ད་ང་ཚོ། བཙན་བྱོལ་བོད་གཞུང་ལ་ན་མི་འདུག་བཙན་བྱོལ་བོད་མིའི་སྒྲིག་འཛུགས་ཆབ་སྲིད་ཀྱི་དབུ་ཁྲིད་ཚོ་ཡིན་ནི་རེད་བཙན་བྱོལ་བོད་མི་ཚོ་ཡིན་ནི་རེད་ང་ཚོའི་གི་ད་མཐའ་མ་དེ་བོད་དོན་བདེན་མཐའ་གསལ་དགོས་གོ་རེད་ད་བོད་དོན་བདེན་མཐའ་གསལ་དེ་ལ་ཡང་ཅིག་རང་དབང་ཡིན་ན་འདྲ་འདུག་རང་བཙན་ད། རང་སྲིད་རང་སྐྱོང་ག་རེ་ཡིན་ནའི་ད་ད་ལྟ་ཆད་ལ་ང་ཚོ་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་སྲིད་བྱུས་དེ་དབུ་མའི་ལམ་གྱི་སྲིད་བྱུས་ཀྱི་ཐོག་ནས་བོད་རྒྱ་ཞི་མོལ་བྱས་ཡོད་དར་བ་ལ། ད་བོད་རྒྱ་ཞི་མོལ་གྱི་གནས་སྟངས་དེ་ད་ལྟ་ག་རེ་ཆགས་ཏེ་འདུག་དེ་ནི་མ་འོངས་པར་སྐུ་ངོའི་སྲིད་སྐྱོང་ལས་ཕེབས་པ་ཡིན་ན་བོད་རྒྱ་ཞི་མོལ་ཡོང་ཡ་ལ་ཡ་ཨ་ནི་ཅིག་ཐབས་ཇུས་གསར་བ་དང་ཡང་ཅིག་རེ་བ་རེ་ག་རེ། གཟིགས་དགོས་ཡིན་ནའང་ཡང་འགལ་འཛོལ་འདྲ་ཞིག་ག་རེ་གནང་ཡོད། རེད་ད།
ང་ཚོ་ད་ལྟ་འབྲེལ་མོལ་འདི་ཟླ་ཉིས་སྟོང་བཅུ་ནས་ཆད་དེ་ཡོད་རེད་བ། ཨ་ནི་ངས་ལམ་སང་ད་ལྟ་འདི་འབྲེལ་མོལ་འདི་རྒྱ་ནག་ཕྱོགས་ནས་དུ་ད་ང་ཚོ་འབྲེལ་མོལ་བྱེད་ཀྱིན་ད་དེ་འདི་ལན་དེ་འདི་སླེ་ཡ་ད་ད་རེ་བ་ཁྱེད་མཐོང་མི་འདུག་དེ་ག་ཅེས་མཐོང་མི་འདུག་ཞུས་པས་ནི་ངས་ཁ་སང་མི་མང་ལས་ཞུས་ཡིན། ད་ལྟ་ཞི་ཅིན་ཕིང་དང་རྒྱ་ནག་གཞུང་གིས་ད་ལྟ་གོ་སྒྲིག་ཚོགས་འདུ་ང་ཚོའི་བོད་བོད་དོན་དང་བོད་ཀྱི་དཀའ་རྙོག་ཐོག་ད་ལྟ་ང་ཚོས་ཀྱི་ད་ཅི་ལས་འགུལ་མང་པོ་ཞིག་སྤེལ་བསྡད་འོར་བ། ཁོང་ཚོས་ཀྱི་གང་ཐད་སི་ཏཱ་གོ་ལ་ཞུས་མེད་ན། ད་ཁོང་ཚོ་ལ་དགོ་ཡ་ཚང་མ་ད་ལྟ་ཁོང་ཚོ་ལ་ད་རག་བསྡད་ཀྱི་ཡོད་པ་ཅི། ག་ཅང་ཟེར་ན་ད་རྒྱལ་ཁབ་ན་ཁོང་ཚོས་ཀྱི་ད་ལྟ་འདུག་ས་ཇུས་བསྡད་འོར་བ། ཨཱ་ནི་བོད་ནང་ལོག་མི་མང་ཚོ་ད་ཡར་ལངས་ཐུབ་ཡ་ད་ལྟའི་རང་དབང་ཡོད་མ་རེད་ཨཱ་ནི། ཕྱིས་ཀྱི་ད་ནས་ད་ཡིན་པས་ནས་ད་ནས་རྒྱ་ནག་ད་ཞུ་བ་ཅི་ད་ད་ནས་དུ་ཅི་ནུས་ཞུ་ཞུ་བ་ཅི་དུ་བ་ཚང་མ་ནས་ཞུ་སྤྲད་ཐུག་གི་དུ་བ་ཅི་ག་རེ་ཡིན་ནས་ད་ཅི་སྡིག་སྒྲ་གོ་གི་ཡོད་ནས་ཡང་ཅི་ལྗང་བུ་ཐོན་ལག་གི་ཡོད་ནས་ཡང་ཅི་ཚོང་འབྲེལ་གྱི་ཡང་དེ་འདྲའི་འབྲེལ་བ་ཐོག་ནས་ཡང་ཅི་ག་རེ་ཡིན་ནས་ད་སོ་སོའི་གྱི་ལུང་པའི་གྱི་ད་ཅི་མི་ཡུལ་འགྲུབ་ཡག་དང་ཨ་ནི་ཅི། ད་བར་སྒྲུབ་ཡ་ལ་ག་རེ་ཡིན་ནི་ཁོང་ཚོས་ད་བྱེད་ཡ་ལ་ད་ཁོང་ཚོས་བལ་ཚང་བ་རང་མི་འདུག་བ་ལོ་བལ་ཚང་ཚང་དེ་ཁ་ས་ཞེ་ནག་ཚེ་ནག་ཚང་ནི་མི་འདུག་བ། དེ་འད་ཡིན་ཙང་ནི་ཨ་ནི་ཁོང་ཚོ་རྒྱལ་གཅེས་ཀྱི་ད་གནས་སྟངས་ཐོག་ནས་ཡིན་པས་ནས་ད་ད་ཅི་རྒྱ་ནག་རང་གི་ད་ཅི་འདོད་པ་ཞིག་བཟུང་འདུག་སུ་འགྲོ་གི་ཡོད་བ་བྱས་ཨ་ནི་ང་ཚོ་གི་བཙན་བྱོལ་གྱི་གནས་སྟངས་ཡིན་པས་ནས་ཁོང་ཚོས་ད་ག་རེ་མཐོང་གོ་རེ་ཟེར་ལབ་ཡིན་ན་རྒྱ་གར་མི་ཆེན་ད་ཅི་གོང་ལོ་འབྲས་བུ་ཤུགས་ཆེར་བ། གྲུབ་ཚུལ་འཕེལ་བདེ་བ། ནི་ཆབ་སྲིད་ཀུན་དབང་ཆ་ཚང་ཕྱི་མ། ད་ལྟ་སྲིད་སྐྱོང་དང་ནི་ད་ལྟ་གྲོས་ཚོགས་མང་དུ་གནང་བར་བ། ང་ཚོའི་གི་ད་ལྟ་སྒྲིག་འཛུགས་གནས་སྟངས་ཡིན་པའི་ནས་ད་ལྟ་གི་ང་ཚོ་ད་ད་ནི་ཉམས་ཆག་འགྲོ་བདེ་བར་བ། དེ་གི་ཆ་ཚང་ང་ཚོའི་གི་ད་ད་དགྲར་དགྲར་བ་ལོ། རྒྱ་ནག་གཞུང་ཆ་ཚང་ཐུགས་འགོག་རེད་བསམ་དེ་འད་ཡིན་ཙང་ད་ཁོང་ཚོ་ལ། ངས་དབྱིན་སྐད་ཅིག་དམ་དྲག་གནང་འདི་ལབ་གི་ཡོད། ཁོང་ཚོ་ལ་ང་ཚོ་ལ་ང་ཚོའི་ཡང་དུ་འབྲེལ་མོལ་བྱས་གི་ཞུ་ཞུ incentive དམ་དྲག་བཞག་ཡོང་མ་རེད་ལོ། ད་འབྲེལ་མོལ་འདི་བསྐྱར་གསོ་བྱེད་ཡ་ལ། ང་རང་ཕྱོགས་ནས་ངས་གར་ལབ་བསྡད་གི་ཡོད་ཟེར་ན། བོད་ཀྱི་དཀའ་རྙོག་འདི་ང་ཚོས་གི་རྫ་དྲག་བཟོས་དགོས་འདུག་ད། ད་ལྟ་གར་གར་ཆགས་བསྡད་ཡོད་རེད་ཟེར་ན། རྒྱ་ནག་དང་འབྲེལ་བ་ཡོད་པའི་ཐོག་ནས་ད་མང་གཙོ་ཡིན་ནས་འགྲོ་བ་མིའི་ཐོབ་ཐང་ཡིན་ནས་ཆོས་དད་རང་དབང་ཡིན་ནས་རེད་བ་ག་དུས་ཡིན་ནས་དེང་སང་ཚོགས་འདུ་ཅིག་ལ་ཕྱིན་པའི་ཡིན་ནས། ཅིག་བསྙད་འདོགས་ཅིག་འདུག་སློག་པའི་ཡིན་ནས། ཅེས་སྐད་ཅིག་གིས་ཚ་ཤོག་ནང་ལ་བཙོ་མི་ནས་བསམ་རྒྱུ་ཅི་འདུག་ཟེར་བའི་ནས་རུ་བ་ལོང། བོད་ཀྱི་དཀའ་རྙོག་འདི་ཨང་བཞི་བ་ནས་བཞི་བ་ལས་ལྟེ་བ་རེད། དང་པོ་འདི་ད་ལྟ་འདི་རེད་ཁ་སང་ཐེ་ཝན་རེད། གཉིས་པ་འདི་ཧོང་ཀོང་རེད་གསུམ་པ་འདི་ཤར་ཏུར་ཀི་སི་ཐན་རེད་བཞི་ནི་ཨ་ནི་བོད་སའི་ཡ་འབྱོར་བ་ཐོ་ཡན་ཡོད་རེད་ད་འདི་དངོས་གནས་འགྱུར་བ་ཆུང་པོ་ཕྱིར་ད་ཨི་མ་ལོ་ལྔ་དྲུག་སྙེད་ལ་ཡོད་རེད་བ་བཅུ་སྙེད་ལ་ང་ཚོ་དངོས་གནས་ད

རྩ་དོན་ཐོག་ལ་འཐབ་རྩོད་ཕྱོགས་ལ་མང་ས་བསྐྱུར་བ་བཏང་ཐོད་དེ་ཐོག་འགྲོ་སོང་མང་ས་བཏང་ནས་རེ་བ་ལོང་ཨ་ནི་ང་ཚོས་ལས་བསྐུལ་མང་ས་སྤེལ་ནས་རེ་བ་ཨ་ནི་ཁར་ས་ཐང་གི་གོང་དུ་ཞུས་པ་ནང་བཞིན་རེད་དུས་ཚོད་དེ་ནང་ལས་ཆུ་ལོག་ལ་ད་ཤུགས་རྒྱག་ཆོག་རེ་བ་ལྡབ་ཁ་ཤས་ཤིག་མང་ང་ཆེ་དེ་བཏང་དགོས་རེད་ཞེ་དེ་ང་རང་ཆོམ་བཏང་གི་ཨ་ད་ལྟ་དཔེ་བཞག་པས་ན་ད་ང་ཚོ་ད། ཐད་ཀར་ཞུ་བཞག་ནི་འགྲིག་གི་མི་འདུག་རོགས། མ་འགྲིག་བ་མི་འདུག། ད་ལྟ་ད་ལྟའི་སྲིད་སྐྱོང་ཚོར་ཡིན་པས་ན་ལས་ཐོག་སྲིད་སྐྱོང། ལས་སྔ་ཞིས་ཀྱི་བཀའ་བློན་གྱི་འགན་ཁྱེར་ནས་ཞུ་ཡག་རེད་པ། ད་གར་སྲུང་འཁོར་སང་འཐུས་ཤོར་འགྲོ་གི་མི་འདུག་སྲུང་འཁོར་དེ་ནི་ངས་ད་ད་གར་རང་ནས་འཐུས་ཤོར་འགྲོ་འཁོར་བསམ་གྱི་འདུག། མི་གཅིག་གིས་ད་སྲིད་སྐྱོང་གི་འགན་ཁྱེར། ལས་སྔ་ཞིས་ཀྱི་འགན་ཁྱེར་ན་ད། ད་རྒན་མང་པོ་རུ་བ། དུས་ཚོད་ད་ར་ཐོག་མང་པོ་ཏང་ཁེ་གོ་རུ་བ་ལོ། ལྷན་ཁང་ལ་ལྷན་ཁང་རང་ལ་འཐུས་ཤོར་འགྲོ་གོ་བ་རེད་ཨ་ནི་སྲིད་སྐྱོང་གི་ཕྱི་ལ་ད་འབྲེལ་བ་བྱེད་ཡ་དང་ཨ་ནི་ཅི་ག་རི་ཡི་ནས་དཔལ་འབྱོར་ད་རོགས་རོམ་ཚད་ཡ་དུ་འདུ་ཚང་མ་ཐོག་ལ་དུས་ཚོད་ད་ག་རི་ཡི་ནས་ད་གོ་སྐབས་ད་བརླག་འགྲོ་གོ་རུ་བ། ད་ངས་ག་རུ་ཞུ་གོ་ཡོད་ཟེར་ན་ང་ལ་ད་རིང་མི་མང་རྒྱབ་སྐྱོར་གནང་བའི་ན་སྲིད་སྐྱོང་གི་འགན་ཞིག་ང་ལ་གནང་བའི་ན། ཉི་མ་དང་པོ་རང་ནས་གྲོས་ཚོགས་ལ་ངའི་བཀའ་ཤག་གི་བཀའ་བློན་བདུན་འདི་འདི་ཡིན་ད་མིང་ཐོ་དེ་ཡང་ཕུལ་གྱིན་རེད་བ། བཀའ་བློན་བདུན་ཅེས་ཡག་པོ་ཞིག་གདམ་གྱིན་བཀའ་བློན་བདུན་འདི། ཨ་ནི་བཀའ་བློན་བདུན་ལ་སོ་སོའི་གི་ལྷན་ཁང་གི་འགན་ཆ་ཚང་ཁོང་ཚོར་ཕུལ་གྱིན། ང་རང་དུས་ཚོད་འབྱོར་བ་ང་རང་གི་དུས་ཚོད་ང་རང་གི་ནུས་པ་ང་རང་གི་ད་ཅི་ཤུགས་རྒྱབ་ཐུབ་ས་རེད་བསམ་ཡ་ག་རེ་ཡིན་ན་འདི་ཆ་ཚང་བས་རྩ་དོན་རང་ཐོག་ལ། ཨ་ནི་ཆོས་ལོག་ལ་དུས་ཚོད་མང་བ་བཏང་གིན། མ་གཞི་ད་ལྟ་གཞིས་བཞག་དང་ང་ཚོ་བོད་པ་ཡོད་ས་ད་འདུག་བ་ད་གོ་བ་ཡིན་ན་དཔེ་མང་པོ་ཡོད་རེད་བ། ད་རང་ང་ཚོ་ཀོ་རེ་གྱམ་ལ་ཞུགས་བས་ན་དུས་ཚོད་ཚང་མ་ཕེབས་ཀྱི་འགྲོ་གི་རེད་བ། འདི་དུས་ཚོད་ཉུང་ས་དང་ཆུ་ལོག་ལ་ད། ཕྱི་རྒྱལ་གཞུང་གི་གནད་ཡོད་མི་སྣ་གྲོས་ཚོགས་ཀྱི་འཐུས་མི་ཨ་ནི་འདུག་བ་ད་ཕྱི་གཞུང་འབྲེལ་མེད་པ་ཚོགས་པ་ཨ་ནི་འདུག་བ་གསར་ཁང་དཔེ་མང་པོ་ཡོད་རེད་བ། དུ་འཛུགས་ལ་ད་དངོས་གནས་བོད་ཀྱི་དཀའ་རྙོག་འདི་ད་དངོས་གནས་རྫ་དྲག་ཡིན་པ་རེད་བ། ཨ་ནི། ཨ་རི་ལ་འདི་ཨ་རི་ལ་གང་འདྲ་འཕེན་གྱི་ཡོད་བ་ཨི་ཡུ་ལ་གང་འདྲ་འཕེན་གྱི་ཡོད་བ་རེད་བ་ཇེ་པན་དང་ཐེ་ཝན་ལ་གང་འདྲ་འཕེན་གྱི་ཡོད་བ་གལ་སྲིད་ང་ཚོ་རྒྱབ་སྐྱོར་གནང་མིན་ན་ད་ག་བ་འགྲོ་གོ་དོ་ནས་ག་བ་མགོ་རྡུང་གོ་དོ་ནས་སུ་ལ་འབྲེལ་བ་བྱེད་གོ་དོ་ནས་དངོས་གནས་ད། ད་བོད་པའི་རྒྱལ་རྟགས་འཁྱེར་ནས་ད་འགྲོ་ཆོག་གི་མེད་གང་ཞེ་ན་ད་དེ་འདྲ་ན་ཞིག་རེད་ལ་བས། རྩ་དོན་རང་འདི། རྩ་ཆུན་པོ་རྩིས་ནི་ཁལ་ཆུན་པོ་རྩིས་ནི་དུས་ཚོད་དང་སུ་སུ་ཤུགས་དང་ཚང་མ་འདི་ཚོ་རང་རྐྱ་ཡིན་སོ་དེ་འདྲའི་ཆེ་བའི་ངས་ཏན་ཏན་རེ་བ་ད་འདའི་ལས་གནས་དང། ག་ལ་གང་འཚམས་ཡར་འགྲོ་དགོས་རེད་བསམ་གི་འདུག་ལགས་སོ། ལགས་སོ་སྐུ་ངོས་ད་དངོས་གནས་བྱས་ན་མཐའ་མ་འགྲོ་ཆགས་སོ་ཡིན་ནའི་མཐའ་མའི་མཐའ་མ་གཅིག་ཞུ་ཡ་ལ་དེ་སྐུ་ངོས་ད་ལྟ་འོས་འཕེན་པ་མི་མང་ཚོ་དང་དངོས་སུ་ཐུག་འཕྲད་བྱེད་འགྲོ་དགོས་རེད་ཨ་མ་འོང་གི་ལས་བྱ་ལས་གཞི་ལས་བྱ་དེ་འདྲ་མང་པོ་ཞིག་ངོ་སྤྲོད་གནང་གི་འདུག་དེ་ནང་ནས་ད་ལྟ་ལོ་ལྔ་ནང་ལོ་ལས་སྒྲུབ་བྱ་གཙོ་བོ་ལྔ། འདུག་ཟེར་གསུང་གི་འདུག་ད་དེ་ཞིབ་ཕྲ་བགྲོ་གླེང་བྱེད་དུས་ཚོད་མི་འདུག་སྟེ་སྔོན་ལ་རྒྱབ་སྐྱོར་གནང་ནས་དང་འོས་འཕེན་པ་མི་མང་ཚོགས་ལ་ཡང་འོས་བསྡུ་དང་འབྲེལ་བའི་ཐོག་ནས་ད་བཀའ་མོལ་ག་རེ་རེད་གསུང། རེད་ད་ངས་ད་རེས་མི་མང་དག་རང་ཞུ་ཡ་ཡིན། ང་ཚོ་ད་ལྟ་དུས་ཚོད་གཟའ་དྲག་པོ་འདིའི་ནང་ལ་རྒྱ་གར་མི་ཆེན་དག་བེད་ཁོང་ལོ་ཐོ་བུ་ཞུགས་ཆེ་ཕེར་བ་ཨ་ནི། རྩ་དོན་ང་ཚོའི་གི་ད་གཅིག་སྒྲིལ་རེད་བ་དེ་ནང་བཞིན་བོད་མི་སྒྲིག་འཛུགས་གི་ད་དཔལ་འབྱོར་གྱི་གནས་སྟངས་འདི། ག་ལ་གང་འཚམ་ཅིག་ད་ཉམས་ཆག་འགྲོ་གོ་རེད་བ། ད་ད་རེས་མི་མང་ང་ལ་རྒྱབ་སྐྱོར་གནང་པས་ན་ངའི་གདོན་ཚོ་གསུམ་ཆ་ཐོག་ལ་ངའི་གི་དངོས་གནས་ད། ཅིག། གདོང་ལེན་བྱེད་ཐུབ་ཀྱི་རེད་བསམ་གྱི་འདུག་འདིའི་ཐོག་ལ་ངའི་གི་ད་དངོས་གནས་ད་ད་ལའི་གནས་སྟངས། ཡག་ག་ཅིག་བཟོས་ཐུབ་ཀྱི་རེད་འདི་ང་རང་དངོས་གནས་ད་ཡིད་ཆེས་ཡོད། ཨ་ནི། གདེང་ཚོད་ག་ལ་གང་འཚམས་ཞུ། ད་འདུག་ཚོ་ངེད་ཀྱི་ད་ད་ལྟ། གྲུབ་འབྲས་ལྔ་ཟེར་ཡ་སོ་ར་ད་ད་ངེད་ཀྱི་འདུ་བ་ལས་ཅག་ད་འཆར་གཞི་མང་པོ་ཆེ་མི་མང་བདུན་ལ་ད་ད་ངེད་འདུ་ས་ཕུད་དེ་གོ་ར་ནོ། འདི་ངེད་ཀྱི་ཡང། ཅི་འོས་ཤོད་ར་ཡ་ཆེད་དུ་ཨ་ནི་ཡང་ཅི་སྐད་ཆ་སྙན་པོ་དང་ཡང་ཅི། འདི་འདི། ཧམ་པ་བཤད་རྒྱུ་ནི་ཁས་མེད། དངོས་གནས་ད་ང་རང་གི་ད་འདས་པའི་ད་ཅི། སྒྲིག་འཛུགས་ནང་ལོགས་ལ། ལོ་བཅུ་ལྷག་གི་ཨ་ནི་འདུ་ས། སྐུ་ཚབ་དོན་གཅོད་རུ་བ་ན་ནི། སྲིད་སྐྱོང་གི་སློབ་སྟོན་པ་བསྟི་གནང་ཞིང། དཔལ་འབྱོར་ལས་ཁུངས་དང་དང་སྤྱི་ཚོགས་ཡར་རྒྱས་ཐེབས་རྩའི་འགན་འཛིན། འདུ་ཚོགས་ཚང་མའི་སྒང་ལ་ད་ལྟའི་ཉམས་ཡོད་སྒང་ལ་གཞི་བཞག་ནས་རུ་བ་ངེད་ཀྱི་འདུ་ཚོགས་ད་ཆ་ཞིག་ག་རེ་ད་ནང་མི་མང་འདུ་བྱེད་ཀྱིན་ལབ་ཀྱི་ཡོད་ནས། ངེད་ཀྱི་ད་ཅི་སྒྲུབ་ཐུབ་བས་ཀྱི་དེ་འདི་རེད་བསམ་གོ་དུར་བ་ལགས་ན་ནི་ང་ང་རང་ཕྱོགས་ནས་ཡིན་པས་ནི་ད་ལྟ་དངོས་གནས་བྱས་ན་ང་རང་མི་ཚེ་དུ་དངོས་གནས་ཕེ་ཁེ་སུའུ་ཙི་ལན་དུ་སྐྱིབས་ཐག་བཅད་ཡོད་དངོས་གནས་དེ་འདྲའི་དུས་སུ་ད་ལྟ་བསྟི་གནང་ལ་བརྫུས་རུ་བ་ཨ་ནི་ཡན་གྱོའུ་བད། ཅི་དེ་འདི་རྒན་ཁྱི་གོ་ཨེ་གི་དངོས་གནས་བྱས་ན་གཞན་དག་མཁན་དེ་འདི་མཁན་མེད་ག་ས་ཅི་གོ་ཨེ་གི་འདི་འདི་འདི་རྒྱུ་མཚན་མཁན་མེད་དངོས་གནས་ད་ཉམས་ཆག་ཞིག་འགྲོ་གི་འདུག་བསམ་འདི་ལས་ངས་ཀྱི་དངོས་གནས་ག་རེ་ཡིན་ནས་ད་ཅི་ད་ལྟ་ལས་ཡག་བྱེད་ཐུབ་ས་རེད་བསམ་ལ་འདིའི་གི་ད་ཅི་ཡིད་ཆེས་དང་ཨ་ནི་ཅི་སེམས་ཤུགས་དང་ཨ་ནི་ཅི་གདེང་ཚོད་དྭགས་རང་གི་ཐ་ན་དུ་ས་ཡང་མ་འགྲོ་དེ་ཡ་དང་ཨ་ནི་ཆིའི་ཤུགས་རྒྱག་གོ་ཡ་དང་ཨ་ནི་ཆིའི་མི་མང་ཡོམ་དུ་ཐ་ན་དུ་ས་རྒྱབ་སྐྱོར་ཚད་ཚད་གོ་ཤོར་བ་དྭགས་རང་ཡིན་ནོ་ཨ་ནི་ང་ངོ་ནས་ད་ཅི་གནང་བས་ན་ཉི་མ་དང་པོ་རང་ནས་སྤྱི་བཏང་སྲིད་སྐྱོང་གི་ལས་ཡོན་དུ་ལོ་ལྔ་རེད་ལོ་ལྔ་དུ་ཕྱོགས་གཅིག་ནས་མང་པོ་རེད་ཕྱོགས་གཅིག་ནས་ལོ་ལྔ་ཟེར་ན་དེང་སང་དུས་ཚོད་དཔེ་སྐྱོག་གོ་དྲུག་གོ་དུ་བ་ཡ་ནི་ངའི་གི་ལོ་ལྔ་དེ་ངོ་ནས་ད་ཉི་མ་དང་པོ་རང་ནས་ཆིའི་ཤུགས་ཤིག་རྒྱབ་ནི་ཨ་ནི་ལོ་ལྔ་ཡོད་བསམ་ནི་ཨ་ནི་འདིའི་ལོ་ལྔའི་ནང་ལོ་ལ་ད། ད་ག་ཟི་ཚ་གཅིག་རྐུབ་བཀྱག་དང་མིང་དང་ཨ་ནེ་དེ་བ་གཅིག་ཚོགས་འདུ་ད་དེ་མང་པོ་ཞིག་ད་ད་ག་རང་དུས་ཚོད་མང་པོ་འགྲོ་དགོས་རེད་བ་དེ་མེད་པ་བྱས་དངོས་གནས་ད་ངེད་ཀྱི་མི་མང་ལ་ད་དུ་ཁས་ལེན་བྱེད་ཡོད་དོ་འདུག་ཚང་མ་ངེད་ཀྱི་ད་ཉི་མ་དང་པོ་རང་ནས་སྒྲུབ་ཐུ་ཨེ་གི་ཤུགས་རྒྱབ་ཀྱི་ཡིན་ལོག་ཨ་ནེ་གལ་ཆེ་ཤོས་ལའོ་ངེད་ཀྱི་ད་ང་ཚོ་གཡམ་རྡོ་ཁྲིད་ཐུ་ཨེ་དེ་ད་འབད་བརྩོན་བྱེད་ཀྱི་ཡིན་ད་ད་ང་ཚོ་དཀའ་ངལ་ཆེ་ཤོས་ག་རེ་རེད་ཟེར་ན། བེད། ང་ཚོ་ཤོ་གོ་ཤོ་བ་ཆགས་ཨ་ནི་སུ་སུ་སུ་བེད་ལོ་ག་ར་ཞི་དེ་ར་བ་ལོ་ཨ་ནི། ཅི་ཆོ་གའི་གི་ཐེན་གའི་དང་ཨ་ནི་ཅི། ག་རི་ཡི་ནི་ད་དེ་འདའི་ང་ཚོ་སྤྱི་ཚོགས་ནང་ད་ནང་ང་ཚོ་དཀའ་ངལ་ཆུན་པོ་ཞིག་འདུག་ལོ། འདི་ངས་གི་ད་གང་ཐུག་ཐུག་ཅི། གཡམ་མདོ་ཁྲི་ཐུ་ཨའི་གི་ཨ་ནི་ལོ་ལྔའི་ནང་ལོ་ལ་དངོས་གནས་ད་མ་འོངས་པ། ཁོར་ཡུག་ཅིག་འགྱུར་བ་ཞིག་བཏང་ཐུབ་པ་ཡིན་ན་ངས་བཏང་ཐུབ་གི་རེད་བསམ་གི་འདུག་ཨ་ནི་ཉིས་སྟོང་གསུམ་སོ་གཅིག་གི་ད་ཡང་སྐྱོ་ཡང་ང་ཚོ་ཚེ་གཅིག་གཉིས་གི།